བཀྲ་ཤིས་ལས་ངའི་མིང་ལ་ལྷ་བུ་སེང་ཟེར་གྱི་ཡོད་ཨ་ནི་ད་ལྟ་ང་ཚོ་དེ་ནས་ཝར་ན་སིའི་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་ནས་ཨ་ནི་རྒྱ་ཆེའི་མང་གཙོ་བཟོ་ལ་ཡག་དེ་ཆི་ཁར་སོ་རེད་གསལ་བསྒྲགས་ཞུ་གི་ཡོད་ཨ་ནི་གསལ་བསྒྲགས་དེ་ང་ཚོ་དེ་ལོ་རྟག་པར་སློབ་ཕྲུག་གསར་ཞུགས་གནང་གི་ཡོད་པ་སོང་ཙང་སློབ་ཕྲུག་གསར་པ་བསྡུ་ལེན་དང་འབྲེལ་བ་ཡོད་པས་ཨ་ནི་གསལ་བསྒྲགས་དེ་འདྲ་ཇི་ཡིན་དེ་འདྲ་སོང་ཙང་དང་ཐོག་དེ་ངས་ཨ་ནི་བརྙན་དེ་གཟིགས་མཁན་གཟིགས་པ་པོ་ཚང་མ་ལ་ཡག་འོ་ན་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་ནི་རིགས་བདག་མཆོག་རེད་དེ་ནས་དགེ་རྒན་ལས་བྱེད་སློབ་ཕྲུག་ཚང་མའི་ངོས་ནས་ངམ་གླེང་མཁན་ཚང་མ་ལ་ཡང་འདྲི་ལེ་ཞུ་གི་ཡོད། ད་ང་ཚོ་དེ་གསལ་བསྒྲགས་འདི་ད་ལྟ་ག་རེ་ཡིན་ཟེར་ན་སྤུ་གུ་གསར་ཞུགས་དང་འབྲེལ་བ་ཡིན་པ་སོང་ས་འདི་སྙིང་བསྡུས་ཞུ་གི་ཡོད་མ་གཏོགས་རྒྱས་པ་དེ་ང་ཚོའི་དྲ་ཚིགས་ལ་ཡང་ཟིན་ན་འགྲིག་གི་རེད་ཟེར་བ་དེ་ཞུ་ཡ་ཡིན། ད་སྙིང་བསྡུས་དེ་དེ་འདྲ་མ་འདུག་ཞུ་འོང་དུས་ཟེར་ནས་ད་སྤྱི་བཏང་ནས་དེ་སང་ད་མང་ཆེ་གི་མཐུན་རྐྱེན་ག་རེ་ཡོད་མེད་དེ་གཅིག་བཙལ་བྱོལ་གནང་གི་འདུག་བྱས་ཙང་ང་ཚོའི་དེ་ད་ཐོན་ཐོན་རྐྱེན་ལབ་བསྟོད་ཚེ་ནས་ད་སློབ་སྦྱོང་བྱས་ཡ་ཐོན་རྐྱེན་ད་ཡིན་ཡིན་བར་བ་ད་དེ་མ་ཡིན་པའི་སྤྱི་ཐང་ནས་ང་ཚོ་ད་དེ་སང་གི་ཐོས་ཚོལ་ཡ་ཕྱི་ལོག་ལ་སློབ་སྦྱོང་གནང་ག་ཕེབས་པའི་སྐབས་ལ་ཨན་ད་འགྲོ་སོང་ཞིབ་བྱེད་འགྲོ་གི་ཡོག་རེད་དམིགས་བསལ་ཨན་ལོ་མང་པོ་སློབ་སྦྱོང་གནང་དགོ་མཁན་ཚོ་ཡིན་པ་ཡིན་ན་ད་རྦད་དེ་ཕ་མས་བསགས་བསགས་འཁྲུང་འཁྲུང་བྱས་པ་ཕལ་ཆེན་ཨན་སློབ་སྦྱོང་གཏང་དགོ་ཡ་རེད་བ་ད་ཨན་སློབ་སྦྱོང་བཏང་ཚར་བའི་རྗེས་ལ་ཚུར་ཐོན་ཆེད་ཡང་བསྐྱར་མདུན་ལམ་ཡག་པོ་མེད་པ་དང་ལས་ཀ་མ་རག་པ་ཡིན་ན་ད་ཡོད་པ་དེ་འགའི་སློབ་སྦྱོང་གི་མིང་ཐོ་ལ་བཏང་ཚར་བ་བྱས་འདི་ནས་ཀྱི་ལས་ཀ་ཡང་མ་རག་བྱེད་དུས་ད་ནི་དམིགས་བསལ་དཀའ་ངལ་འཕྲད་ཡོང་གི་འདུག་དེ་འདྲས་སོང་ཙང་ད་དེ་འདྲས་དང་འབྲེལ་བའི་ཐོག་ནས་ངས་དང་པོ་གཅིག་ཞུས་པ་ཡིན་ན་ང་ཚོ་འདས་བར་གནའ་བོའི་བོད་ཀྱི་གཙུག་ལག་སློབ་གཉེར་ཁང་ཆ་མཚོན་པ་ཡིན་ན། དེ་ལོ་རིམ་དང་པོ་ནས་བྱས་རྗེས་ད་ཐ་མ་མ་ཐོན་བར་དུ་ཡོངས་རྫོགས་དཔེ་དེ་རིན་མེད་རང་རེད། ཁྱོད་ནས་རང་གི་ཁར་ས་དེ་དངུལ་མཁན་གནང་དགོས་གི་ཡོད་མ་རེད་ད་དེ་དཔེ་ན་ཆ་མཚོན་པ་ཡིན་ན་འཛིན་གྲྭ་བརྒྱད་པ་ཐོན་ནས་ཡོང་མཁན་ཡིན་པ་ཡིན་ན་དེ་ནས་འཛིན་གྲྭ་དགུ་པའི་ཚོད་ནས་བྱས་འཛུལ་དགོས་གི་ཡོད་རེད་ཨཱ་ནི་འཛིན་གྲྭ་དགུ་པ་ནས་བྱས་པ་ཡིན་ན་འཛིན་གྲྭ་དགུ་པ་བཅུ་པ་བཅུ་གཅིག་བཅུ་གཉིས་ལོ་བཞི། དེ་ནས་ཨཱ་ནི་མཐོ་རིམ་སློབ་གྲྭ་གི་ལོ་དང་པོ་ཉེ་བའི་གཙུག་ལག་རམ་འཆམ་པ་ལོ་གསུམ་ཡོང་དགོས་རེད་བ་དེ་བྱས་དེ་ནས་གཙུག་ལམ་རམ་འཆམ་པ་ལོ་གཉིས། དེ་ནས་དེའི་སྒང་ལ་ཉམས་ཞིབ་པ་བྱས་ན་ལོ་ཡང་བརྒྱ་གསུམ་བྱས་ནས་དཔལ་ཆེན་ལོ་དགུ། ལོ་བཞི་ལོ་བདུན་ལོ་དགུ་ལོ་བཅོ་གསུམ་དེ་འདྲས་ཀྱི་ད་གང་ལྟར་སློབ་སྦྱོང་བྱེད་ཡག་གི་གོ་སྐབས་དེ་ཡོད་རེད་གཞན་པ་དང་གཅིག་པ་ཡིན་པ་ཡིན་ན་དེ་འགའི་རིང་ལ་ཡང་ད་གང་ལྟར་འགྲོ་སོང་མར་གཏོང་རེད། དེ་འདྲས་སོང་ཙང་དེ་འགའི་རེད་ད་དེ་འགྲོ་སོང་བཏང་མོག་བ་ཙམ་གྱི་ཡང་འགའ་ཤས་དེ་འདྲས་ཡོང་གི་རེད་བ་འགྲོ་སོང་བཏང་མོག་བ་བྱས་ཡིན་ནས་ཕ་གའི་ལ་ཡང་ད་གཅིག་ཁ་རེ་བསྡད་ས་ཡིན་ནས་སྐྱོ་བོ་ཡིན་ལྟས་ངན་སློབ་སྦྱོང་གི་གཅིག་ཁོར་ཡུག་སྐྱོ་བོ་ཡོད་ལྟས་ངན་དགེ་རྒན་ལས་བྱེད་དགེ་རྒན་སྐྱོ་བོ་ཡོད་ལྟས་ངན་དཔེ་མཛོད་སྐྱོ་བོ་ཡིན་ལྟས་ངན་ད་དེ་འདྲའི་སྨན་པ་བྱས་ང་ཚོ་བསྡད་ལ་ཡག་ད། གང་ལྟར་སློབ་ཁྲིད་བྱེད་ས་གི་འཛིན་ཁང་རེད་ནས་དེའི་ཁར་ཚགས་ཚོགས་ཁང་རེད། ཉལ་ཁང་ལྟོ་ཚང་ད་ནང་བཞིན་གཅིག་ཁ་ཁར་སོ་ར་རྩེད་ཐང། ཟློས་གར་ད་གང་ལྟར་འདུག་བྱས་ནས་གཅིག་སློབ་ཕྲུག་གཅིག་ལ་དེང་དུས་མགོ་ཡག་གི་སློབ། ཅོང་གི་གར་སོགས་ད་ཐོན་གྱིན་རེད་ཆ་ཚང་ཞིག་སྦྱིན་གི་ཡོད་རེད་དེང་སྐད་ཚང་མ་ད་རིན་མེད་སྒང་ལ་འདུག་ཡོང་གི་ཡོད་རེད་ད་ག་ནང་བཞིན་ནང་ཚགས་ཆུང་པ་ཡིན་ནས་གི་དེ་ལ་ཡ་ད་བོད་སྨན་ཡོད་རེད་དེང་དུས་གི་སྨན་རྒྱ་སྨན་ཡོད་རེད་ཨ་ནི་གང་ད་སྨན་པས་གི་ངོ་སྤྲོད་ཆེད་གནང་བའི་རྗེས་ལ་ཡ་ཨ་ནི་ཡོངས་རྫོགས་དེ་ད་གང་ད་རིན་མེད་རེད་ད་དེང་སྐད་རིན་མེད་ཡིན་པའི་སྒང་ལ་ཡ། ཨ་ནི་གར་ཞུ་བ་རེད། ད་རུང་ང་ཚོས་དཔེར་ན་ཞལ་ལག་འདྲ་བོ་ཡིན་ན་ད་ཉིན་གཅིག་ལ་ཏུ་ཐུའི་གསུམ་གྱི་ཞལ་ལག་དེ་ཚུར་ཞུ་ཡག་གི་ཚབ་ལ་སླབ་གྲྭ་རང་ངོས་ནས་བ་ད་ཕག་འདུག་ཟེར། གནང་གི་ཡོད་རེད་དཔེར་ན་འཛིན་གྲྭ། ད་རིམ་པ་གསུམ་བྱས་པ་ཡིན་ན་ཨ་ནི་འཛིན་གྲྭ་འོ། གཤམ་ཐེངས་གཅིག་ལ་ཡ་ལོ་གཅིག་ལ་ཡ་ཨ་ནི་ལོ་གཅིག་སུ་ཟླ་བ་གཅིག་ལ་ཡ་གཅིག་སྟོང་ཉིས་བརྒྱ། དེ་ནས་འཛིན་གྲྭ་མཐོ་བཙོ་ལ་ཡ་གཅིག་སྟོང་ལྔ་བརྒྱ་དེ་ནས་འཛིན་གྲྭ་མཐོ་ཤོས་དང་ད PHD ཉམས་ཞིབ་བྱེད་མཁན་ཚོ་ལ་ཡིན་ན་ཟླ་བ་རེར་ཁྲི་གཅིག་གཅིག་བྱས་ནས་འོ་འདུག་ཡོང་གི་ཡོད་རེད་ད་ད་ཁ་དེའི་ཚད་མ་རེད་ད་འདི་བར་ལ་གང་ལྟར་ང་ཚོས་ཀྱི་བགྲོ་གླེང་ཚོགས་འདུ་ཚོགས་ཀྱི་ཡོད་རེད་ཕྱི་ལོགས་ལ་ཡང་ཤེས་རིག་ལྟ་སྐོར་ཕེབས་ཀྱི་ཡོད་རེད་དེ་མ་ཡིན་པའི་སྤུ་གུ་ཚོ་གི་གྲ་སྒྲིག་བྱས་ནས་སྤུ་གུ་ཁོ་རང་ཚོ་གྲ་སྒྲིག་བྱས་ནས་འདི་བར་ལ་ཡང་ཅིག་ཤེས་རིག་དང་འབྲེལ་བ་ཚོགས་འདུ་འདྲ་མ་འདྲ་ཚོགས་ཀྱི་ཡོད་རེད་ཕྱི་ལོགས་ནས་མཁས་པ་འདུག་ཟེར་མགྲོན་འབོད་བྱས་བྱས་ཚོགས་འདུ་ཚོགས་ཀྱི་ཡོད་རེད་ད་དེ་འདྲའི་གང་ལྟར་སློབ་སྦྱོང་དང་འབྲེལ་བ་ཡོད་པ་རེད་ད་ག་ནང་ཤེས་རྩེད་རིག་དང་འབྲེལ་བ་ཡོད་པ་རེད་དེ་འདྲའི་ཆེད་ནས། དེར་འགྲོ་སོང་ག་འདྲས་བྱོས་ནས་ད་ཚང་མ་ལོ་བསླབ་གྲས་ནར་གཏོང་རེད་ད་བས་ན་དེ་གི་མཚོན་ཆ་རེ་མཚོན་པ་ཡིན་ན་ང་རང་ཚོ་དེ་ལ་ཡང་དགེ་རྒན་འོས་སྦྱོང་ཡིན་པ་ཡིན་ན་དགེ་རྒན་འོས་སྦྱོང་ལོ་བཞི་དང་ལོ་གཉིས་དང་དེ་འདྲས་བྱེད་མཁན་ཡོད་རེད་ད་ཕྱི་ལོ་དེ་བར་ལ་དེ་འདྲས་འགྲོ་བ་ཡིན་ན་ལོ་ལ་ཡང་སྒོར་མོ་འབུམ་འབུམ་བརྒལ་ཆགས་རེད་དོ་ད་ག་ན་བཞིན་དེ་ལ་འདི་ཡོད་རེད་གར་སོང་རེད་ད་ལྟ་རེ་མོའི་སྒྱུ་རྩལ་གི Fine Art ལས་རེད་དེ་ཚོ་ཡིན་ན་ཕྱི་ལོ་ལ་ཡང་འབུམ་འབུམ་བརྒལ་ཆགས་རེད་དོ་ལོ་ལ་ཡང་དེ་འདྲས་སོང་ཙང་དེ་ལ་བས་ན་ཆ་མཚོན་པ་ཡིན་ན་རེ་མོ་ག་ཅེས། ལོ། དང་པོ་ལོ་གཉིས་དེ་ནས་ལོ་གསུམ་དེ་ནས་ལོ་ལྔ་དེ་ནས་ད་ག་ནང་བཞིན་སྤེལ་ཞེས་བྱས་པ་ཡིན་ན་ལོ་གསུམ་དེང་སྐད་བྱས་ནས་དེང་སྐད་སྤེལ་དེ་ལྟར་གང་ལྟར་ལོ་སྟོང་ནག་འདི་གི་སློབ་སྦྱོང་ལ་ཡང་ཆ་ཚང་རེ་མེད་རེད་འོ་འདི་ནང་བཞིན་གཞུང་རེད་རིག་གནས་རེད་ལོ་རྒྱུས་རེད། དགེ་རྒན་འོས་སྦྱོང་རེད་གསོ་བ་རིག་པ་རེད་ད་གང་ལྟར་ཡོངས་རྫོགས་མིང་སྔས་མ་དང་པོ་མགོ་སྟོད་ནས། རྒྱ་བ་ཡེ་ཤེས་ནོར་བུ་དང་རྒྱ་གར་གྱི་ཨ་ནི། སྲིད་འཛིན་གཉིས་བཀའ་འཁྲོལ་གནང་བྱས་གང་ད་ལྟ་བོད་ཀྱི་ང་རང་ཚོའི་རིག་གཞུང་འདི་འགྱེད་བསྟི་གནས་གང་ད་རོ་བསྟི་གནས་ཁང་འདི་གའི་རིག་གཞུང་གར་སོང་རེད་དེ་ལ་ཡང་ཐོས་བསམ་ཡག་པོ་བྱེད་མཁན་བྱུང་བ་ཡིན་ན་འདིའི་གི་ཨ་ནི་དཔེ་དེ་འགྲོ་སོང་དུ་ཡོངས་རྫོགས་རང་རྒྱ་གར་ཤེས་རིག་ལས་ཁུངས་ནས་ཕར་ནར་གཏོང་བྱས་ནས་ཨ་ནི་དང་པོ་ནས་བཀའ་མོལ་བྱུང་བ་ནང་བཞིན་བྱས་དང་ད་ཡི་གང་ད་ག་ཚོད་ཅིག་འགྲོ་གི་ཡོད་པ་ཡིན་ནའོ་ད་དེ་འགྱེད་ཚང་མ་ནར་གཏོང་རང་བྱེད་ཀྱི་ཡོད་རེད་དེ་འད་སོང་ཙང་ཐོན་སྐྱེན་གྱི་ཆ་ནས་འདུག་ཅིག་ཡིན་ད་དེ་ནས་གཉིས་པ་དེ་ལ་ཁར་སོ་རེད་ད། དེ་ལ་ཡང་བསླབ་སྒྲ་དེའི་ནང་ལ་ག་རེ་སྦྱང་ཡ་ཡོད་རེད་ད་འོ་ན་མཐུན་རྐྱེན་དེ་འདྲ་བརྗོད་པ་ཡིན་ན་ད་ནང་གསེས་ཀྱི་སློབ་ཚན་གྱི་ཆ་ནས་ནི་ག་རེ་ག་རེ་སྦྱང་ཡ་ཡོད་མེད་དེའི་སྐོར་ཅིག་ཞུས་བཞག་པ་ཡིན་ན་ནི་ང་ཚོ་དེ། ནང་ཁར་སོ་རེད་ནང་དོན་རིག་པ། ཡང་མིན་ན་གཞུང། ཨན་དེ་ནས་ཅིག་ཁར་སོགས་རེད། སོགས་རིག་པ། དེ་ནས་དགེ་རྒན་འོན་ཆུང། དེ་ནས་སོགས་རིག་པ། སོགས་རིག་པ། སྟག་རེ་མོས་འགྱུ་ཟེར་བཞིན་འདུག་ཟེར་རྩ་བའི་སྡེ་ཚན་ཆེན་པོ་བཞི་ཡོད་རེད་ང་ཚོའི་དེ་ལྟ་སོགས་རིག་པ་དེ་ཡང་ཁོ་རང་ཁོ་རང་རྫུན་གཡག་གི་དོད་རྩོད་དང་སློབ་མ་འདོར་ལེན་བྱེད་སྟངས་དེ་ཁག་ཁག་རེད། དེ་མ་ཡིན་པའི་སྡེ་ཚན་གསུམ་དེ་གི་ཨན་སློབ་མ་འདོར་ལེན་བྱེད་ཡ་དེ་ད་ལྟའི་གི་དོད་རྩོད་སྤྱི་ཟླ་དྲུག་པའི་ནང་བྱས་ནས་གཅིག་པ་རེད་དེ་འདྲས་སོང་ཙང་ངས་ཉམས་རྟོགས་དུ་ཞུ་བཞག་ཡིན། ལྟ་གང་ལྟར་ངས་དེ་ལ་ཡང་གཞུང་གི་སྡེ་ཚན་ཟེར་ཆོག་རེད་བ་ང་ཚོ་སྡེ་ཚན་གསུམ་གི་ནང་གཞུང་གཞུང་ཟེར་ཡ་དེ་ནང་ཆོས་རེད་ནང་པའི་གཞུང་ཟེར་ཡ་དེ་རེད། ད་འདིའི་ནང་ལ། ནང་པའི་གཞུང་གཅིག་པོ་མ་རེད་འདིའི་ནང་ལ་བོད་པའི་སྐད་ཡིག་དང་རྩོམ་རིག་ཡོད་རེད་ད་ག་ན་ཞེ་བོད་པའི་ལོ་རྒྱུས་དང་ཆོས་འབྱུང་ཡོད་རེད། ཨ་ནི་འདིའི་གི་སྟེང་ལ་ཡང་ང་རང་ཚོའི་སྐད་ཡིག་གཞན་པ་ག་རེ་ག་རེ་ཡོད་རེད་ན་སྲོལ་རྒྱུན་ང་ཚོའི་རིག་པའི་འབྱུང་ཁུངས་ཀྱི་ཨ་ནི་ལེགས་སྦྱར་སྐད་ཡིག་དང། པཱ་ལི་ཡོད་རེད་དེ་ནས་དེང་དུས་ཀྱི་སྐད་ཡིག་ད་ང་རང་ཚོ་སྤྱི་ཚོགས་ནང་ལ་དངོས་སུ་བ་ལས་ཀ་ཞུགས་དུས་ཡང་མང་པོ་ཅིག་དེང་དུས་སྐད་ཡིག་ཤེས་མགོ་བོས་པ་སང་འདིའི་ཆེད་དུ་ཨེ་རེད་དབྱིན་ཇི་དང་ཧིན་དི་གཉིས་ཡོད་རེད་འོ་དེ་འདྲའི་ཆེད་ནས་ཡོད་ད་ད་རུང་དེའི་སྒང་ལ་ཡང་གཅིག་ཁར་སར་ཕུན་སུམ་ཚོགས་པའི་ཡན་ལག་ལ་ཡང་ཆབ་སྲིད་ཀྱི་ལྟ་གྲུབ། Political Science། འདི་དང་དཔལ་འབྱོར་རིག་པ་དང་ཤར་ཕྱོགས་པའི་ལོ་རྒྱུས་འཆད་བྱེད་གང་དག་བྱུང། འདི་གི་སྡེ་ཚན་ནང་ལ་གཙོ་བོ་ནང་དོན་རིག་པ་ཞེས་པའི་བྱ་བའི་སྒང་ལ་ང་རང་ཚོ་སྐད་ཡིག་གཙོས་པའི་སྐད་ཡིག་མི་འདྲ་བ་ལྔ་དྲུག་ཅིག་དང། དེ་ནས་ཁར་སར་རྒྱལ་རབས་ལོ་རྒྱུས་ལ་གཙོས་པའི་ལྟ་སྟངས་དེ་གོང་དུ་ཞུས་པ་དེ་གའི་ཆ་ཚང་ཅིག་འདིའི་ནང་ལ་སྦྱང་ཡ་ཡོད་རེད་ཅིག་ཞུ་གི་ཡིན། ད་དེ་ནས་གཉིས་པ་དེ་ང་ཚོ་དེ། ཨ་མདའ། ཁར་སོ་རེད། རི་མོའི་སྒྱུ་རྩལ་གྱི་སྡེ་ཚན་དེ་ཡོད་རེད་རི་མོ་དང་ཤིང་བརྐོས་ལག་བར་ད་དེང་དུས་ཀྱི་སྐད་ཆ་བྱས་པ་ཡིན་ན Fine Art ཟེར་ཡོད་རེད་ད་དེ། ཐུང་སློབ་གྲྭ་གཞན་པ་ལ་ཡང་རི་མོའི་གི་ག་མདའ་སློབ་སྦྱོང་ག་འདྲས་སྤྲད་ཀྱི་ཡོད་པ་ནང་བཞིན་ང་ཚོའི་དེ་དེ་འདྲས་རང་ཡོད་རེད་ཨ་མདའ་ང་རང་ཚོ་ཡང་སྐབས་ཅིག་ལ་རི་མོ་ཟེར་དུས་མང་པོ་ཅིག་གི་དེ་འདྲས་གི་གོ་བ་ཤེས་སྲིད་རེད་བ་ཅིག་ཕ་གའི་ཐང་ཀ་བྲི་ཡག་རང་ཅིག་དང་ཨ་ནི་ཤིང་བརྐོས་རྒྱག་ཡག་རང་ཅིག་དང་ཨ་ནི་འཇེམ་བཟོ་བྱེད་ཡག་རེད་ང་ཚོ་དེ་འདྲས་མ་རེད་དེ་ལ་ཡང་དཔེ་དེ་རི་མོའི། ཁར་སང་ལུས་རྒྱུད་དང་ཨ་ནེ་རེ་མོའི་མཛེས་དཔྱོད་རིག་པ་མཛེས་དཔྱོད་རིག་པ་ལབ་དུས་ད་ལྟ Aesthetics ལ་སྦྱོར་བ་འོ་འདི་འདྲའི་གི་རེ་མོའི་གཞུང་ལུགས་འདི་ཡང་དཔལ་འཛམ་བུ་གླིང་གི་སྤྱིར་རེ་མོའི་ལུས་རྒྱུད་རྒྱ་གར་ཁོ་རང་ཚོ་ཡིན་ན་རྒྱ་གར་གི་རེ་མོ་དར་སྟངས་གི་དེ་ནས་བོད་ཀྱི་ཨ་ནེ་རེ་མོའི་བྱུང་བ་འོ་རེ་མོའི་ལྟ་གྲུབ་དེང་གི་ཆ་ཚང་ཅིག་ཨ་ནེ་དེའི་སྒང་ལ་ཡང་བསྐྱར་ནང་ཆོས་དང་སྐད་ཡིག་ང་རང་ཚོའི་སོ་སོའི་སྐད་ཡིག་ཁྲ་ལག་ཁྲེང་པུ་ཆེ་ནས་འོ་འདུག་བྱས་ནས་ཆ་ཚང་ཅིག་འདིའི་སྒང་ལ་ལབ་གི་ཡོད་རེད་ད་འདི་ནས་དགེ་རྒན་འོན་ཆུང་གི་སྡེ་ཚན་ཅིག་ཡོད་རེད་ང་ཚོ་དེ་སྡེ་ཚན་དགེ་རྒན་འོས་སྦྱོང་སྡེ་ཚན་དེར་ཡང་བསྐྱར་སྡེ་ཚན་རིགས་མ་འདྲ་གཉིས་ཡོད་ད་ལྟ་ངས་མདོར་བསྡུས་བྱས་ནས་དགེ་རྒན་འོས་སྦྱོང་ཞུས་བཞག་པ་རེད་མ་གཏོགས། ཕྱི་ལོགས་ནས་ང་ཚོའི་སླབ་གྲ་འདི་ནས་ཐོན་པ་ཡིན་ནས་འདྲ། ཕྱི་ལོགས་ནས་ད BA ད MA ད BCom ད་ཅིག་ཟས་སྦྱོར་ར་འདི་འདྲས་ཐོན་ཡོང་པ་ཡིན་ནས་འདྲ་གང་ལྟར་ཡང་ཕ་ནས་ཚུགས་ཡོང་བྱས་དེ་ལ་ལོ་གཉིས་ཀྱི་དགེ་རྒན་འོས་སྦྱོང་བྱས་ཡོད་རེད། འདི་དགེ་རྒན་འོས་སྦྱོང་འདི་རང་བྱས། ད་འདི་མ་ཡིན་པ་བྱས་ནས་ད་ད་རིགས་གཅིག་ང་ཚོ་དེ་ད་དེང་སྐབས་ཀྱི་སློབ་ཚན་སློབ་སྟངས་བག་ཧབ་ཅིག་ནས་ཡིན་ས་རེད། འཛིན་གྲྭ་བཅུ་གཉིས་ཐོན་ནས་དེ་ཐད་ཀར་ཕེ་ཧེ་ཕེ་ཡག་བྱས་བ་རེད་ད་འདི་ལ། བི་ཨེ་བི་ཨེད Integrated Course ལ་གི་འདུག་ཨ་ཁ་ད་ཉེ་བའི་གཙུག་ལག་རབ་འབྱམས་ད་ཨ་ནི་དགེ་རྒན་འོས་སྦྱོང་གཉིས་བདག་སྒྲིལ་བཏང་ནས་ཕྱོགས་སྒྲིག་བྱས་བྱས་ཁ་ད་ལོ་བཞི་གི་སློབ་ཚན་བྱས་བ་རེད་ད་འདི་ཡིན་པ་ཡིན་ན་ང་རེད་ད་ནས་ཡག་པོ་ཞུ་མཐོང་གི་ཡོད་ཁ་ས་ཞིམ་སློབ་གྲྭ་ནས་འཛིན་གྲྭ་བཅུ་གཉིས་ཐོན་ནས་ཐད་ཀར་གང་དག་དགེ་རྒན་ཅིག་གནང་ཡག་གི་འདུན་པ་ཡོད་ངེས་ཅན་པ་ཡིན་ན་དེ་ལ་སློབ་ཚན་ཁོ་རང་སྤེལ་ཏེ་མ་དགེ། ཉེ་བའི་གཙུག་ལག་རམ་འབྱམས་པ་གང་དག་བི་ཨེ་ནེ་བྱས་བྱས་དགེ་རྒན་གནང་མཁན་ཅིག་ལ་གཞི་བཞག་ནས་འགྲིག་བཞག་ཡོད་པ་སོགས་སར་ལོ་བཞི་ཀའི་ལོག་གི་ཨ་ནི་སློབ་སྦྱོང་བྱེད་མཁན་ཁོ་རང་ཡང་འཛིན་གྲྭ་བཅུ་གཉིས་ཐོན་ནས་དེ་ལ་ཐུག་རུང་སློབ་གྲྭ་ལ་ལོ་དང་པོ་ནས་ཆེས་ཁོ་རང་དགེ་རྒན་ལ་དམིགས་པའི་དགེ་གང་དག་བསམ་བློ་འཁྱེར་སོ་དེ་ཡོད་པ་ཡིན་པ་སོང་ཙང་ཨ་ནི་དེ་གར་ས་དེ། ཁོ་ལྟས་སུ་མ་འདྲ་སུ་ཆགས་ཀྱི་རེད་བསམ་གྱི་འདུག་དེ་འདྲའི་ཆེད་ནས BA BEd Integrated Course ལ་དེ་ཡང་ད་དུས་ཆེད་ནས་ཡོར་ད་འདི་ལོ་བཞི་རེད་འོ་འདུག་ཆེད་ནས་གང་ད་དེ་ལ་ཡང་དགེ་རྒན་འོན་ཆུང་རང་སློབ་ཚན་གཞན་པ་ཐོན་པའི་སྒང་ལ་འདུག་ཡོང་ངེས་གཅིག་ད་དེ་ཁོ་རང་རྫུན་ནི་ཨ་ནི་པའི་དེ་ཉེ་བའི་ཙོག་ལ་རམ་འབྱམས་པ་ད་དགེ་རྒན་འོན་ཆུང་མཉམ་དོ་ཡིན་ངེས་ཆེད་འདེ་ཚན་གཉིས་ཆེད་འདུག་གཅིག་ཡོར་རེད་འོ་འདུག་ཆེད་ནས་རྩ་བའི་འདེ་ཚན་ཆེན་པོ་གསུམ་ཨ་ནི་གསོ་བ་རིག་པའི་འདེ་ཚན་ཆེན་པོ་ད་བཞི་ཡོར་དེ་གསོ་བ་རིག་པ་ད་ད་ཅིག་ངས་ཞུས་པ་ནང་བཞིན་ད་ད་དེ་ཞུགས་མེད་ཟེར་ཡག་གོ་འདི་ཡིན། ད་དེ་འདྲ་ཡིན་དུས་དེ་ལ་སྦྱང་ཡག་དེ་འདྲ་ཡིན་པ་ཡིན་ན་ཨ་ནི་ད་སྦྱང་མཁན་གྱི་ཕ་ནས་ཚུ་ཕེ་ཡོང་མཁན་གྱི་སློབ་མ་དེ་གྱིས་ལ་དེ་སྦྱང་བའི་རིམ་པ་སྦྱོར་བ་རིམ་པ་དེ་ལོ་ག་ཚོད་ག་ཚོད་འགོར་གི་རེད་ལབ་པ་ཡིན་ན་ད་བསླབ་གྲྭ་གཞན་པ་དང་གཅིག་པ་གཅིག་རྐྱང་རེད་ཁོ་ཐོད་པ་གའི་འཛིན་གྲྭ་ཏག་ཏག་ཏག་ཏག་ཏག་འགྲོ་ཤེས་ན་བསླབ་གྲྭ་གཞན་པ་དང་ཐོན་ཡག་གཅིག་པ་གཅིག་རྐྱང་སྦྱོར་ཡང་འདི་མ་གཏོགས་སྐབས་གཅིག་ལ་ང་ཚོ་དེ་འདྲ་ཡོང་གི་འདུག་གར་སོང་བ་རེད། གཞིས་ཆགས་ཁག་དང་ནམ་རྒྱུན་ང་ཚོ་ངོ་ཤེས་པ་དེ་འདྲའི་སྐབས་ཀྱི་ཨང་བར་སྣ་སེ་ལ་བཞི་བཅུ་འགོ་གི་འདུག་ཟེར་ཡ་ཞིག་ཡོང་གི་འདུག་ཨ་ཕས་ད་བར་སྣ་སེ་ལ་ལོ་བཞི་བཅུ་འགོ་གི་འདུག་གར་བྱས་གང་ས་ང་ཚོས་འགོ་གི་འདུག་བསམ་པའི་ཐུམ་སློབ་གྲྭ་གཞན་པ་ཡིན་ན་ལོ་གསུམ་ལོ་ལྔ་ཨ་ནས་ལོ་བརྒྱད་དགུ་བེད་སྤྱོད་བྱེད་མཁན་ཡིན་ན་དེ་འདྲས་ཐོན་གི་འདུག་བར་སྣ་སེ་ལོ་དགུ་བཅུ་བཅུ་གཅིག་དེ་འདྲས་འགོ་གི་འདུག་ཟེར་མཁན་བྱུང་འདུག་གར་བྱས་ལབ་ན་ང་ཚོས་བསྡུ་དུས་ཁོ་རང་འཛིན་གྲྭ་བརྒྱད་པ་ཐོན་ནས་དགུ་བ་ནས་བསྡུ་ཡོང་གི་ཡོད་རེད་གང་ལྟར་ཕ་ནས་འཛིན་གྲྭ་བརྒྱད་པ་ཐོན་མཁན་བྱས་ན་ང་ཚོ་འདས་དགུ་བའི་ནང་བླུག་གོ་དགུ་བའི་ནང་བླུག་དུས་ཕ་གིན་ཁོ་རང་འཛིན་གྲྭ་རྒྱལ་བའི་རོགས་པ་དེ་དགུ་བའི་ནང་འཛུལ་བ་དང་ང་ཚོ་དེ་དགུ་བ་ནང་ལ་ཡོང་བ་གཅིག་པ་གཅིག་རྐྱང་རེད་བྱས་ཙང་ང་ཚོའི་འོག་ལ་གཞུང་གི་ལོ་བཞི་དེ་ཨ་མདའ་ངས་སྐབས་བབ་གཞུང་ཞུ་གི་ཡོད་གཞུང་གི་ལོ་བཞི་དེ Pre University Course ལབ་བྱས་ཐུམ་སློབ་གྲྭའི་སྔོན་འགྲོའི་འཛིན་གྲྭ་བཞི་གཅིག་རེད། གང་ཟེར་ན་གཞུང་དེ་འགྱེལ་རྒྱ་ཆེན་པོ་གཏིང་ཟབ་པོ་རེད་སློབ་ཚན་མང་པོ་ཡིན་པ་སོང་ཙང་དེ་འགྱེལ་གི་གཞི་རྩ་འོག་ནས་ཡང་གཏིང་པ་ཡིན་ན་གོ་ཡག་པོ་འབྱུང་གི་རེད་རྒྱུན་རིང་པོ་འབྱང་ཡང་རག་གི་རེད་བ་འོ་དེ་འདྲས་སོང་ཙང་གང་ལྟར་འོ་ལ། འཛིན་གྲྭ་བཞི་སྦྱོར་འདི་ལ་དབུ་མ་འཛིན་གྲྭ་བཞི་ཟེར་ལགས་རེད། འདིའི་རྐང་ལག་ཨནི་ཡང་བསྐྱར་ལོ་གསུམ་སྦྱོར་འདི་ལ་བསྟན་བཅོས་ལོ་གསུམ་ཟེར་ལབ་ད་བསྟན་བཅོས་ལོ་གསུམ་ཟེར་དུས་བི་ཨེ་དང། བི་ཀོམ་དང་དེ་ཚོ་དང་གཅིག་པ་རེད་འདིའི་རྐང་ལག་ཡང་བསྐྱར་ལོ་གཉིས་སྦྱོར་འདི་ལ་སློབ་དཔོན་འཛིན་གྲྭ་ཟེར་ལབ་ན་ཨ་ཅཱར་ཡ་གཞན་པ་ལ་ཨེམ་ཨེ་མཱ་སི་ཏར་ལ་ཡ་དེ་རེད། ད་འདིའི་རྐང་ལག་ཡང་བསྐྱར་ཨནི་མུ་མཐུད་ནས་ད། སློབ་སྦྱོང་གནང་འདོད་ད་སྤྱི་ཚོགས་ནང་ཅིག་གི་ཤེས་རིག་གི་ཐོག་ནས་བྱས་རྗེས་ཆེན་པོ་བཞག་དགོས་མཁན་ཡིན་ན་ཉམས་ཞིབ་སློབ་མ་བྱས་ཡ་སྦྱོར་འདི་ལོ་གསུམ་ལྷག་ཙི་ཅི་ར་བ་འོ་འདུག་བྱས་ནས་གཞུང་གི་ཡིན་པ་ཡིན་ན་འདུག་ཅིག་འགྲོ་ཡ་ཡོད་རེད་ཟེར་བྱས་ཡ་ཡིན། དེ་ནས། དེ་ལ་ཡང་ད་ལྟ་རེས་མོས་ནང་ལ་ཡོང་མཁན་དེ་འཛིན་གྲྭ་དགུ་པ་ནས་ཐོན་གོ་ཡོད་མ་ཁ་ཚ། བརྒྱད་པ་ཐོན་ནས་དགུ་པ་ནང་ལ་བསྡད་བཞུགས་དགོས་གོ་ཡོད་མ་བཅུ་པ་ཐོན་ནས་བཅུ་གཅིག་ནང་ལ་བསྡད་བཞུགས་དགོས་གོ་ཡོད་རེད། རེས་མོ་དེ་བཅུ་གཅིག་བཅུ་གཉིས་ལ་ང་ཚོའི་ལོ་གཉིས་སྔོན་འགྲོའི་འཛིན་གྲྭ་ཚོགས་དེའི་རྗེས་ལ་ཨ་ནི། ཕྱི་ལོག་གི་ཐུམ་སློབ་གྲྭ་ཁག་ཡིན་ན BFA ལགས་ཀྱི་འདུག་ཨ Bachelor of Fine Art ལགས་ཀྱི་འདུག་ཨ་དེ་ནང་བཞིན་བྱས་ནས། འཛུལ་ཡོང་གི་ཡོད་རེད་ད་འདི་ཐོན་སོང་ན་ང་ཚོས་ད་ག་རེ་རྗེས་ལ་ཡང་བསྐྱར MFA དེ་སླེབས་ཡོང་གི་རེད་བ་འོ་འདུག་བྱས་ཨ་ནི་འདིའི་རྗེས་ལ་གར་ས་དེ Fine Art དང་སྒྱུ་རྩལ་སྒྱུ་རྩལ་ཁོ་རའི་སྒང་ལ་ཡང་ཨ་ནི་ཉམས་ཞིབ་ལོ་མ་བྱས་ནས PHD བྱས་འདུག་བྱས་རེད་འོ་འདུག་ཅིག་རེད་ད་དེ་ནས་དགེ་རྒན་འོས་སྦྱོང་དེ་ཕལ་ཆེར་ཕལ་ཆེར་སངས་རྒྱས་རོབ་རྗེ་ད་སྒང་ལ་ཕྱིན་ཚར་སོང་ཨ་ཕ་ནས་གང་ལྟར་འཛིན་གྲྭ་བཅུ་བ་ཐོན་ནས་གར་ས་འཛིན་གྲྭ་བཅུ་གཉིས་ཐོན་ནས་དེ་ཕེབས་ན་འགྲིག་གི་ཡོད་རེད་ད་ཡིན་ནས་འདིའི་ནང་ལ་འོས་ཆོས་དེ་འགྱེལ་ག་རེ་ག་རེ་སྐོར་ལབ་དུས་ཙམ་ནས་དགེ་རྒན་འོས་སྦྱོང་དེ་ཡིན་པ་ཡིན་ན་ཁོ་རང་སྔས་མ་གང་དག་སློབ་སྦྱོང་བྱས་པའི་སྐབས་ལ་ཞིམ་སློབ་གྲྭ་སློབ་སྦྱོང་བྱས་པའི་སྐབས་ལ་འཛིན་གྲྭ་བཅུ་པའི་ནང་ལ་བོད་ཡིག་གི་སློབ་ཚན་ངེས་པར་དུ་གོ་གི་འདུག་གར་མཆན་ལབ་དུས་སུ་ནས་ང་ཚོས་དེ་ལ་དགེ་རྒན་འོས་སྦྱོང་ཁོ་རང་གི་སློབ་ཚན་ད་གང་ཡིན་པ་དེ་ཡིན་པ་བྱས་དེང་དུས་ཀྱི་སློབ་ཚན་གླེང་གི་རེད་བ། ང་ཚོས་དེ་སྲོལ་རྒྱུན་གྱི་སློབ་ཚན་མེད་པ་བྱས་བི་ཡས་དེ་ཚོ་དེང་དུས་ཀྱི་སློབ་ཚན་གླེང་གི་ཡོད་རེད་བ་སློབ་ཚན་དེའི་སྒང་ལ་ང་ཚོས་དེ་ནས་རིགས་ལམ་ལབ་གི་ཡོད་རེད་ནང་ཆོས་ཁྲ་ལ་ཕྲན་བུ་ལབ་གི་ཡོད་རེད་བོད་ཀྱི་སྐད་ཡིག་དང་རྩོམ་རིག་ལབ་གི་ཡོད་རེད་གང་ཟེར་ན་ང་རང་ཚོའི་སྤྱི་ཚོགས་ནང་ལ་ཕག་གྲུ་དུས་སུ་ནས་ཁོ་རའི་སློབ་ཚན་ཨང་རྩིས་ཡིན་ནས་འདྲ། དབྱིན་ཇི་ཡིན་པ་ཡིན་ནས་འདྲ་ག་རེ་ཡིན་པ་ཡིན་ནས་འདིའི་སྒང་ལ་རང་རྐྱ་ང་རང་ཚོའི་སློབ་ཚན་གྱི་ཁར་སོ་རས་ཅིག་གིས་མི་རིགས་ཀྱི་རིག་གཞུང་གི་གོ་རྟོགས་བརྗོད་པ་ཡིན་ན་ཁོ་མ་འདྲར་བྱུང་གོ་ར་བ་སོ་སོའི་སློབ་ཚན་འོ་དེ་འདྲས་སོང་ཙང་ང་ཚོའི་དེ་ཐོན་གྱིན་ཡོད་པ་ནང་བཞིན་ཆེས་ཐོན་གྱིན་འདི་གས་ཐོས་པ་རྒྱབ་ཅན་འདུག་ལབ་གནང་གི་ཡོད་རེད་དེ་འདྲས་སོང་ཙང་བསྡུ་གཅིག་རེད། བསྡུ་ཞིག་ཡིན་ད་དེ་ནས་ད་དེ་འདྲ་ཡིན་པ་ཡིན་ན་ད་ཡིག་རྒྱུགས་གཏང་ཡག་གི་དོད་ཚོད་ད་ད་ལོར་ཚུད་པ་ཡིན་ན་ཕལ་ཆེན་ཕལ་ཆེན་ལོ་ཕ་ཡ་ཆད་ལ་ད་ཡིག་རྒྱུགས་གཏང་ཡག་གི་དོད་ཚོད་རང་འཇགས་འགྲོ་བསྡད་ད་བསྡད་གི་རེད་ད་ད་ལོ་ཡིན་པ་ཡིན་ན་ག་འདྲས་རེད་ཞོ་ལབ་རྒྱུ་ཚ་ནས་ཉིས་སྟོང་ཉི་ཤུ་བཙས་ལྔའི་སྤྱི་ཟླ་དྲུག་པའི་ཕྱི་ཚེས་ལྔ་ལ་ཨ་ནི་ང་ཚོ་ཚང་གར་ཚ་བསྡད་ད་ད་ཚང་བསྙལ་ཡག་ཚང་ཡག་གི་བསྙལ་ཤུགས་བརྒྱུགས་ཡག་གི་དོད་ཚོད་དེ་རེད་ཤག་ཡིན་པ་ཡིན་ནས་ད་ཞིབ་ཕྲ་གྱང་ཚོ་ཕ་གའི་དྲ་ཚིགས་ནང་ཟིག་རོགས་གནང་ཡང་གལ་སྲིད་དེའི་སྒང་ལ་བུད་མ་ཐུབ་པ་ཡིན་ན་དེའི་གང་ལ་གར་སོགས་རེད་ཡང་རྗེས་ལུས་ཐེབས་པའི་གི་ཐོག་ནས་ཡང་ཁོ་ར་ཁོ་ར་ཕུལ་ཡག་བྱོས་རོ་བ་འོ་སྡུག་ཆེ་ནས་ཕུལ་ཡག་ཡོད་ས་རེད་དེ་ནས་ཡིག་རྒྱུགས་དེ་ད་ནས་ཉི་མ་གཅིག་ལ་དུས་གཅིག་ལ་བཏང་དགོས་ཀྱི་ཡོད་པ་སོང་ཙང་དྲུག་པའི་ཕྱི་ཚེས་ཉི་ཤུ་རྩ་གཉིས་ཉིན་མོ་དེ་ཡིག་རྒྱུགས་བཏང་ཡག་གི་དོད་ཚུལ་དེ་རེད་ཤག་ད་ལོ་ཡིན་པ་ཡིན་ན་ཨ་ནི་ད་གནའ་སྔ་མོ་ཡིན་ན་དེ་ལ་རྫུས་ངན་ཚང་མ་ལོག་གི་རྫུས་རྒྱུགས་དེ་བར་ན་སི་རང་ལ་བཏང་ག་ཕེབས་དགོས་ཀྱི་ཡོད་རེད་ད་ཡིན་ནས་བར་སྐབས་གཅིག་ལ་ང་རང་ཚོ་ཡང་རྒྱ་ཅིག་སོ་སོའི་རིག་གཞུང་ལ་ཡང་དོ་སྣང་བྱེད་མཁན་ཚོ་ལ་དཀའ་ངལ་མ་སྤྲད་ཡ་ད་ག་ཚོད་ཐུབ་ཐུབ་ཀྱི་བསླབ་གྲྭའི་ངོས་ནས་དོན་རྐྱེན་འབྱིན་ཡག་གི་ཨ་ནི་ཀོས་ལོང། དེ་འདྲའི་སའི་དགོངས་པ་བཞེས་པའི་ཐོག་ནས་བསླབ་གྲྭའི་འཛིན་སྐྱོང་ངོས་ནས་དགོངས་པ་བཞེས་པའི་ཐོག་ནས་ད་ད་ལྟ་ཅིག་ས་གནས་མ་འདྲ་བ་ཁག་བརྒྱད་ཅིག་ལ་ཡིག་རྒྱུགས་བཏང་ས་འདུག་བཟོས་བཞག་ཡོད་རེད་ད་ནམ་རྒྱུན exam centers ལག་གི་རེད་བ་ད་ང་ཚོ་དེ་བར་ན་སི་ཏི་ཡོད་ཡོད་བྱས་ད་འདི་མ་ཡིན་པའི་ད་ད་ཅིག Dehradun ན་ད Uttarakhand གི་མངའ་ཁུངས་དེ་ཡིན་པ་ཡིན་ན་ཡིག་རྒྱུགས་བཏང་ས Dehradun ལ་ཡོད་རེད་དེ་ནས་ཀ་ཀ་ཏོ་སྒང་གསུམ་གྱི་མངའ་ཁོངས་དེ་གྱི་ཡིན་པ་ཡིན་ན Siliguri བཟོས་བཞག་ཡོད་རེད་ད་ག་ན་ཤེས་མོད་རྟ་དབང་གི་གཡས་གཡོན་དེ་འགྱེལ་ཡིན་ན་ཨི་ཏྲ་ན་ག་ཟེར་དེ་བཟོས་ཤག་དེ་ནས་ད་ད་ལ་དྭགས་ཁུ་ནུ་གྷར་ཤ་སྤི་ཏི་འོ་དེ་འགྱེལ་གི་གཡས་གཡོན་དེ་འགྱེལ་གི་ཆེད་དུ་ཨ་ནི་སིམ་ལ་བཟོས་ཤག་ཡོད་རེད་ད་དེ་ནས་ཡང་ང་ཚོའི་ཅིག་བོད་པ་སྐྱབས་བཅོལ་བའི་གི་བུད་མེད་གནས་ས་མང་ཆེ་གཅིག་དེ་རྒྱ་གར་ལྷོ་ཕྱོགས་ལ་ཡོད་པ་སོང་ཙང་མ་གལ་ལ་ཡང་མོན་ཀོར་ད་དེའི་གཡས་གཡོན་དེ་འགྱེལ་ཚང་མ་ལོ་མོན་ཀོར་ཁོ་རང་བྱས་དེ་ནས་ཀོ་ལི་ཀ་རེད་ཨ་ནི་གྷར་སོ་ཧུང་སུ་རེད་དེ་འགྱེལ་དེ་སྦེལ་ཀོ་བི་དེ་ཉི་བོ་ཡོད་པ་སོང་ཙང་སྦེལ་ཀོ་བི་ལ་དུ་བཟོས་ཤག་ཡོད་རེད་ད་དེ་ནས་ང་ཚོ་འདིར་འཛུལ་ཞུགས་གནང་མཁན་མང་པོ་ཞིག་ཅིག་ད་ལྟ་བལ་ཡུལ་ནས་ང་རང་ཚོའི་ས་མཚམས་ཀྱི་མི་དེ་ནས་ཁོང་ཚོ་འདི་འགྱེལ་ཡོད་པ་སོང་ཙང་ཁོང་ཚོའི་ཆེད་དུ་ད་ཁོང་ཚོ་ས་ཕ་ཐག་རིང་པོ་དེ་ནས་དེའི་ཕས་མོ་ཁོག་བྱས་རྗེས་ཨན་བལ་ཡུལ་ཀར་མུན་ཀྲུ་རང་ལ་ཡང་རྒྱལ་ས་ལ་ཡིག་རྩིས་བཏང་ས་བཅུག་བྱས་ནས་འོ་འདུག་སི་ཡིག་རྩིས་བཏང་ས་སོས་ཡོད་རེད་འོ་དེ་གཅིག་ཞུ་ཨ་ཡིན། ད་འཛུལ་ཞུགས་གནང་མཁན་ཚོ་ལ་ཡང་ཚང་དགོས་ཡ་ད་འཇིགས་རོབ་ཙི་ད་སྒང་འགྲོ་སྟེ་ད་འཛུལ་ཞུགས་གནང་མཁན་ཚོ་འདས་འཛུལ་དུས་ཙམ་ནས་ཨན་ག་རེ་ག་རེ་དགོས་གོ་རེད་སི་ཡ་དེ་ཨན་ངས་སྡེ་ཚན་རེ་རེ་བྱས་ནས་འདུག་དུས་འདུག་དུས་རེ་རེ་ཞུ་གི་ཡིན། ད་གང་ལྟར་གཞུང་གི་ནང་ལ་གསལ་ཏེ་ད་ལྟ་འཛིན་གྲྭ་བརྒྱད་པ་ཐོན་ནས་དེའི་ཕས་གོ་ཡ་ཅོ་ར་བ་འོ་འདི་འཛིན་གྲྭ་དགུ་པའི་ནང་ལ་འཛུལ་མཁན་ཅོ་ར་བ་འདི་ལ་ཨ་ནི་ག་རེ་གོ་རེས་ལབ་ཡོང་ལྟོས་ཙ་ནས་མ་མཐའི་དེའི་འཛིན་གྲྭ་བརྒྱད་པ་ཐོན་པའི་ལག་སྐྱེས་ཅིག་གོ་གི་ཡོད་རེད་ངོས་ལེན་ཡོད་པའི་ལབ་གྲ་ཅིག་ནས་འདི་དང་མཉམ་པ་ཨ་ནི་བོད་ཡིག་གི་ཤེས་ཚད་གོ་གི་ཡོད་རེད། དཔེར་ན་འཛིན་གྲྭ་བརྒྱད་པའི་གི་ལག་སྐྱེས་མེད་པ་ཡིན་ནས་འཛིན་གྲྭ་བརྒྱད་པའི་ཤེས་ཚད་ཡོད་ན་ང་ཚོ་དེ་ལེན་གི་འདུག་གང་ལྟར་ཞེས་གི་ཡོད་རེད་གཅིག་འདི་རེད། ད་དེ་ནས་ཡང་ངས་འདི་གཅིག་ཞུ་འདོད་བྱུང་འདི་པ་ར་ལ་ཡ་མ་མཐའ་འཛིན་གྲྭ་བརྒྱད་པ་རེད་དེ་དེའི་སྒང་ལ་ཡང་སོ་སོའི་འཛིན་གྲྭ་དགུ་པ་བཅུ་པ་བཅུ་གཅིག་བཅུ་གཉིས་ག་རེ་ཐོན་འདས་ཕེབས་པ་ཡིན་ནའི་སྣང་བརྟགས་ཡོད་མ་རེད་དཔེར་ན་ང་ཚོའི་སྡེ་བའི་ནང་ཆ་ཞེན་པ་ཡིན་ན་འགའ་ཤས་འཛིན་གྲྭ་བཅུ་གཉིས་ཐོན་ཡོང་མཁན་མང་པོ་ཡོད་རེད་འཛིན་གྲྭ་བཅུ་གཅིག་ཐོན་ནས་འདས་རྫུས་མཁན་མང་པོ་ཡོད་རེད་འགའ་ཤས་ཐུམ་སློབ་གྲྭ་ཐོན་རྫུས་མཁན་ཡོད་རེད་ད་དེ་ཚོ་འདྲ་བ་ཡིན་ན། མི་སོ་སོ་སྒེར་སོ་སོའི་གི་ཅིག་ཐོན་ཡག་འདྲ་བ་ཅིག་ལ་ལོ་བཞི་ལོ་ལྔ་དེ་འདྲའི་རྗེས་ལུས་ཐེབས་ཀྱི་རེད་མ་གཏོགས་ག་ཚོད་ཀྱི་སྒང་ནས་མ་འཛུལ་ཡོང་པ་ཡིན་ན་ཁོ་སློབ་སྦྱོང་བྱེད་ཡག་གི་དུས་ཚོད་དེ་ལྡབ་གཅིག་རག་ཡིན་པ་སོང་ཙང་དཔེར་ན་ཐུམ་སློབ་གྲྭ་གཞན་པ་ཅིག་ལ་ཕྱིན་བི་ཨེ་འདྲ་བོ་བཅས་དེ་ནས་བར་ན་སིར་ཡོང་ཡང་བསྐྱར་དེ་ནས་ཅིག་བྱས་པ་ཡིན་ན་ཁོ་རང་མི་ཚེ་ནང་སློབ་སྦྱོང་བྱས་དེ་མ་འང་རག་ཡོང་པ་སོང་དེ་ཉིད་མཇུག་མ་དེ་ནས་ཐོན་དུས་ཁོ་རང་སློབ་སྦྱོང་གི་ཤེས་ཚད་དེ་མ་འདྲ་ཟེར་ལྷག་པར་དུ་སྐད་ཡིག་གི་གནས་ཚད་སུ་མ་འདྲ་ས་ཡོང་གི་འདུག་བ་སྐད་ཡིག་དེ་ཞོགས་པ་གཉིས་ལྡན་ཡག་པོ་ཞུ་ཅིག་ཆགས་ཡ་དང། དེ་གཅིག་གིས་སྤྱི་བཏང་གི་ཁར་སོགས་ཕྱོགས་མང་པོ་ནས་བསམ་བློ་བཏང་ཐུབ་ཡ་དེ་འདྲའི་ཡོང་གི་འདུག་བ། དེ་འདྲའི་གསུང་ས་འཛིན་གྲྭ་གང་ནས་འཛིན་གྲྭ་ཡ་ཐོག་ནས་ཐུ་རིམ་ནས་ཐོན་ནས་ཕལ་ངན་གཙོ་ལ་ཡིན་ན་ཁེ་སང་མ་གཏོགས་གྱོང་མཁན་ཡོག་མ་རེད་འོ་དེ་ང་རས་ཉམས་མྱོང་འདྲ་གཅིག་ཞུ་ཡ་ཡིན། ད་དེ་ནས་ང་ཚོ་དེ་རེ་མོའི་སྒྱུ་རྩལ་གི་ནང་ལ་ད་ལྟ Fine Art ནང་ལ་ཞུགས་ངེས་དེ་འཛིན་གྲྭ་བཅུ་པ་ཐོན་ནས་དེ་རྫུས་ཡོང་དགོས་དགོས་ཡོད་རེད་ཨ་ནི་ཕ་གའི་འཛིན་གྲྭ་བཅུ་པའི་གི་ངོས་ལེན་ཡོད་པའི་ལག་དཀྱིལ་གི་སློབ་གྲྭའི་གི་ལག་དཀྱིལ་གཅིག་དང་ཨ་ནི་འཛིན་གྲྭ་བཅུ་པའི་ཤེས་ཚད་གཅིག་གོ་དགོས་འདུག་དེ་ཡོད་ན་འགྲིག་གི་འདུག་དེ་ནས་ད་ལྟ་དེ་དགེ་རྒན་འོས་སྦྱོང BEd དང BA ཁར་སི་དེ BEd དང BA BEd ལ་དེ་གཉིས་ཡིན་པ་ཡིན་ན་ཁོ་རང་སློབ་སྦྱོང་ག་པར་གནང་གནང་ཡོད་པ་ཡིན་ནས་ངས་མ་ཞིམ་སླབ་གྲྭ་སློབ་སྦྱོང་ག་པར་གནང་ཡོད་ནས་དེ་གི་འཛིན་གྲྭ་བཅུ་པའི་ནང་ལ་བུད་ཡི་ཡོད་པ་ཅི། འོ་དེ་འདྲས་གོ་གི་འདུག་གང་ཡིན་ཟེར་ན། དེ་སླེབས་ཚར་དུས་ཙང་ང་ཚོས་བོད་ཡིག་དེ་ཁྲིད་གི་ཡོད་པ་སོང་ཙང་བོད་ཡིག་མེད་པ་ཡིན་ན་ཁྱོད་ཁྱོད་ནས་དཀའ་དཀའ་ནས་ཁྲིད་གི་བྱུང་ན་ཡང་དཀའ་ལས་ཞིག་འཕྲད་གི་རེད་བ། དེ་འདྲས་སོང་ཙང་བོད་ཡིག་གི་འཛིན་གྲྭ་བཅུ་པ་ཐོན་བས་ཐོན་པའམ་འཛིན་གྲྭ་བཅུ་པའི་གི་འདི་ནང་ལ་ཡང་སློབ་ཚན་ནང་ལག་འཁྱེར་ཡོད་པ་ཅིག་གོ་གི་འདུག་སློབ་ཚན་ཡོད་པ་ཅིག་གོ་གི་འདུག་འོ་དེ་གཅིག་ཐུགས་ལ་བཞག་རོགས་གནང་ཞུ་གི་ཡོད། ད་དེ་ནས་མང་པོ་ཅིག་གི་སྤྱི་ཚང་དང་སྒང་གི་སློབ། ཅུང་ག་རེ་ག་རེ་བྱས་པ་དེ་ནས་ཨ་ནི་ད་མ་འོངས་པའི་མི་དེ་ག་འདྲའི་ཆགས་ཀྱི་ཡོད་པ་དེ་ཕལ་ཆེན་སློབ་ཚན་དང་མཐུན་གྱིན་ཡིན་ལ་ལྟ་ན་མཁྱེན་གྱི་པ་རེད་བ་ད་ཡིན་པ་ཡིན་ནས་ངས་དེ་ནས་རོབ་ཅིག་ཞུས་པ་ཡིན་ན། ང་ཚོ་དེ་ནས་ཐོན་ནས་མ་འོངས་པ་ལ་ཡང་ཨ་ནི་སྤུ་གུས་ཀྱི་སློབ་ཕྲུག་གི་འདོད་ལམ་ག་རེ་ཡོད་རེད་ཡང་ན་ཅིག་ཉེ་ས་ཅིག་ནས་བཤད་ན་མ་འོངས་པ་སོ་སོའི་ལྟོ་གོས་དེ་ག་འདྲས་སེ་ལྟོ་གོས་ཀྱི་སྟེང་དེ་ལྟོ་གོས་ག་འདྲས་འཚོལ་ཐུབ་ཀྱི་རེད་ཟེར་ཡང་ཅིག་དགོངས་པ་རྒྱ་ཆེ་ས་ནས་ཅིག་ཞེས་པའི་ཐོག་ནས་གཟིགས་པ་ཡིན་ན་ཨ་མ་འོངས་པ་ལ་སྤྱི་ཚོགས་ལ་ཞབས་ཞུ་ག་འདྲའི་ཞབས་ཞུ་བསྒྲུབ་ཡག་གི་ཐབས་ལམ་ག་འདྲའི་ཅིག་གནང་ན་ཞབས་ཞུ་བསྒྲུབ་ཐུབ་ཀི་རེད་བས་ད་སླབ་གྲ་དེ་ནས་ཐོན་པ་ཡིན་ན་ལབ་པ་ཡིན་ན་ཨ་ནི། ཅིག་རྒྱལ་སྤྱི་སྐད་ནང་ཟེར་ནས་མི་འདུག་ད་གང་ན་རྒྱ་བལ་འབྲུག་གསུམ་རེད་ཕྱི་རྒྱལ་ཡུལ་གྲུ་ཁག་རེད་དེང་གས་ནང་ལ་དེང་གས་ཀྱི་མཐོ་རིམ་སློབ་གྲ་དང་གཙུག་ལག་སློབ་གཉེར་ཁང་ཚོའི་ནང་ལ་ཡང་ད་གང་ད། དགེ་རྒན་བྱེད་ཆོག་གི་ཡོད་རེད་དེ་ནས་ཐོན་མཁན་ཚོ་གི་བྱེད་ཐུབ་གི་ཡོད་རེད་རྩོམ་རིག་གི་རྩོམ་སྒྲིག་པ་བྱེད་ཐུབ་གི་ཡོད་རེད་ལོ་ཙཱ་བ་བྱེད་ཐུབ་གི་ཡོད་རེད་སྐད་ཡིག་དང་ལོ་རྒྱུས་དང་རྩོམ་རིག་དང་ནང་ཆོས་དེ་འགས་ཞུ་གི་ཡོད་ད་ག་ས་སློབ་ཚན་གོ་ར་དེ་འདྲས་ཡོད་རེད་བ་དེ་འགས་དགེ་རྒན་བྱེད་ཆོག་གི་ཡོད་རེད་ལོ་ཙཱ་བ་བྱེད་ཆོག་གི་ཡོད་ཉམས་ཞིབ་པ་བྱེད་ཆོག་གི་ཡོད་རེད་རྩོམ་སྒྲིག་པ་བྱེད་ཆོག་གི་ཡོད་ཞུ་དག་པ་བྱེད་ཆོག་གི་ཡོད་རེད་ད་ག་ནང་བཞིན་དཔེ་མཛོད་ཁག་གི་ཕྱག་ལས་གནང་མཁན་ག་རང་ཚོས་སོ་སོའི་གི་མི་རིགས་རིག་པ་དང་བཅས་པ་རོ་བོད་རིག་པ་དང་བཅས་པའི་གི་ཐོག་ལ་ཡ་དཔེ་མཛོད་གི་ཕྱག་ལས་གནང་ཡ་དེ་འགས་ཅིག་གི། གནང་ཐུབ་ཀྱི་ཡོད་རེད་ཅིག་ཞུ་བ་ཡིན། གཉིས་པ་དེ་ལ་ང་རང་ཚོ་ཅིག་རྒྱ་བལ་འབྲུག་གསུམ་གྱི་གཙོས་པའི་སློབ་གྲྭ་ཁག་ལ་ཡང་འབྲིང་རིགས་སློབ་གྲྭ་རེ་གཞིམ་སློབ་གྲྭའི་ཁག་གི་སློབ་སྤྱི་དང་དགེ་ཆེ་དང་དེ་ནས་ཀྱི་ད་ད་ལྟ་དགེ་རྒན་འོས་སྦྱོང་ཡོད་པ་སོང་ཙང་ང་རང་ཚོའི་རིག་པ་ཙམ་མ་ཟད་དེང་དུས་རིག་པ། ཅེས་པའི་གི་ཨ་ནི་འགི་མཁན་ནང་ཡ་ལ་ཡ་དེ་ནས་གི་ཐོན་ཡོང་གི་ཡོད་རེད་དེ་ནས་དྲུང་ཡིག་དེ་ནས་དཔེ་མཛོད་བྱ་ལས་གནང་མཁན་འོ་དེ་འགའི་ཚང་མ་ལོ་བསླབ་གྲྭའི་ནང་ལ་བྱ་ལས་དེ་འདྲ་ཅིག་གནང་ཐུབ་ཡ་ཅིག་ཡང་བརྒྱ་དེ་ནས་ཐོན་མཁན་ཚོ་ལ་ཡོད་རེད་བྱ་ལས་གནང་ཡ་དེ་འདྲ་ཡོད་རེད་ཅིག་ཞུ་ཡ་ཡིན། དེ་ནས་ད་གཞོགས་འདྲེས་ད་གཞོགས་འདྲེས་མ་ཡིན་པའི་ཚོགས་པ་མང་པོ་ཞུ་བྱུང་གི་འདུག་ཨ་དེ་འགའི་ནང་ལ་ཡ་ཅིག་གར་སོང་རེད་ལོ་ཙཱ་བ་རེད་ཡང་བརྒྱ་རྩོམ་སྒྲིག་པ་བྱེད་མཁན་རེད་ལོ་རྒྱུས་བྲིས་མཁན་རེད་ག་རེ་ཡིན་པ་ཡིན་ནའི་དེ་འདྲ་བྱེད་མཁན་གི་ཨ་ནི་བྱ་ལས་གནང་ཡ་ཡོང་གི་ཡོད་རེད་ཉམས་ཞིབ་བྱེད་ཡ་གི Project ལ་གི་འདུག་ད་ད་ལས་གཞི་དེ་འདྲའི་གླན་བྱས་བྱ་ལས་གནང་ཡ། མང་པོ་ཅིག་ཨ་ནི་དེ་ནས་ལབ་ཏུ་དེ་ནས་ཐོན་པ་ཡིན་ན་ཁོས་གནང་ཐུབ་ཀི་རེད་ཅིག་ཞུས། དེ་ནས་བོད་དང་ཧི་མ་ལ་ཡའི་དགོན་སྡེ་ཁག་རེད་དགོན་པའི་གི་སློབ་གྲྭ་ཁག་ཏུ་ཨ་ནི་སྐད་ཡིག་དང་ང་རང་ཚོ་བོད་པའི་སྐད་ཡིག་དང་རྩོམ་རིག་དང་ནང་ཆོས་དང་དེ་འདྲས་ཀི་དགེ་རྒན་གནང་ཡག་རེད་ཕྱག་ལས་གནང་ཡག་རེད་དེ་ཚོའི་དཔེ་མཛོད་ཁང་ནང་ལ་ཕྱག་ལས་གནང་ཡག་རེད་འོ་ད་དྲུང་ཡིག་གནང་ཡག་རེད་སྐད་སྒྱུར་གནང་ཡག་རེད་དེ་འདྲས་ཀི་སོན་པའི་ཕྱག་ལས་ཚང་མ་ཡང་དེ་ནས་གནང་ཐུབ་ཀི་ཡོག་རེད། འོ་ཅིག་ཞུ་ཡ་ཡིན་དེ་ནས། ཏང་ཨུད་དབུས་འཕུལ་མི་འདི་ད་ད་ད་ངས་སྒང་ལ་ཞུས་པ་དེ་འདི་རེད་ཤེས་ཡོན་དང་འབྲེལ་བའི་སྡེ་ཚན་ནང་ལ་ཕྱག་ལས་གནང་ཡ་དེ་རེད་བ Academic ལག་གི་རེད་བ་འོ་དེ་ད་ད་ད་ངས་འོག་ལ་ཞུ་བར་གྱུར་བ་དེ་ག་ས་ན་དབུས་འཕུལ་མི་སྒྲིག་འཛུགས་གཙོས་ཨ་ནི་རྒྱ་བལ་འབྲུག་གསུམ་གི་ནང་ལ་ཡ་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ལས་ཁུངས་ཀྱི་ནང་ལ་ཡ་ལས་ཁུངས་ཁག་ནང་ལ་ཨ་ནི་ཕྱག་ལས་གནང་ཡ་གི་གར་སོ་རེད། ནུས་པ་ཅིག་ཡོང་གི་ཡོད་རེད་དེ་ནས་ཐོན་སོང་ན་ཕྱག་ལས་རག་གི་ཡོད་རེད་དཔེ་ཆ་ཤར་ན་ད་ལྟའི་སྐབས་ལ་ཡིན་ནའི་གདམ་ས་ལ་ཅིག་རེད་ཞེས་མགོ་ཁ་རེད་དེ་ཚོ་ནང་ལ་ཡང་བར་ན་བསླབ་གྲྭ་ནས་ཐོན་ནས་ཞེ་མགོ་གནང་མཁན་དང་དོན་གཅོད་གནང་མཁན་དང་གདམ་ས་ལ་ལས་ཁུངས་སྣ་ཚོགས་ནང་ལ་ཕྱག་ལས་གནང་མཁན་མང་པོ་བཞག་ཡོད་དེ་ནས་རྔན་མ་ཡོད་རེད་ལ་ད་ལྟ་ཨ་ནི་བཞུགས་དང་བཞུགས་བཞིན་པ་དང་ཕྱག་ལས་གནང་དང་གནང་བཞིན་པ་མང་པོ་ཞུ་དག་ཡོད་རེད་དེ་འདྲས་སོང་ཙང་འདི་འདྲས་ཅིག་ཡོང་ཡ་ཡོག་རེད་ཅིག་ཞུ་ཡ་ཡིན། དེ་ནས་བོད་དང་ཧི་མ་ལ་ཡ་གི་སྤྱི་ཚོགས་ནང་ལ་ཡ་ནི་གསར་འགོད་པ་བྱེད་ཡ་རེད་གསར་འགྱུར་བཤད་ངེས་རེད་འོ་དེ་འདྲས་ཀྱི་མང་པོ་ཅིག་ཡ་ནི་ང་ཚོ་བསླབ་གྲ་དེ་ནས་ཐོན་སོང་ན་དེ་འདྲས་དེ་འགས་ཕྱག་ལས་གནང་ཡ་གི་ཡ་ནི་མདུན་ལམ་ཡོང་གི་ཡོག་རེད་ཕྱག་ལས་ཀྱི་ཡ་ནི་མི་ཚེའི་མདུན་ལམ་གྱི་ཁྱབ་ཁོངས་ནང་ལ་དེ་འདྲས་སླེབས་ཡོང་གི་ཡོག་རེད། མདོར་ན་ང་རེ་ཚོ་སྟ་ཡོང་དུས་ནས་ང་ཚོའི་དད་ལ་ཡ་ང་རང་ཚོའི་སྲོལ་རྒྱུན་གྱི་རིག་པའི་གནས་བཅུ་ཟེར་ཡ་འདི་དང་འདིའི་སྒང་ལ་དེང་དུས་ཀྱི་ཡ་ནི་གར་སོག་རེད། ཧིན་དི་དང་དབྱིན་ཇི་དང་ཆབ་སྲིད་དང་དེ་ཚོར་སློབ་ཚན་འགན་བསླབ་ཡོང་གི་ཡོད་པ་སོང་ཙང་ང་རང་ཚོའི་མི་རིགས་འདི་གི་སྤྱི་ཚོགས་ནང་གི་ལས་ཀྱི་སྣེ་མོར་གཏོགས་ཡག་ལ་རེད་ལབ་ནས་དྲན་མཁན་རེད་སྤྱི་ཚོགས་ནང་ལ་ཕྱག་ལས་གནང་མཁན་གྱི་མི་གཅིག་གི་མི་སྤུས་དག་ཐོན་དགོས་ཀྱི་ཡོད་ན་ད་མི་ཐོན་ས་གཞན་པ་མང་པོ་ཡོད་དེ་ང་ཚོས་དེ་ནས་ཐོན་པའི་ནང་ལས་གང་དག་གར་འཇོན་ནུས་ལྷག་བསམ་ཆ་ཚང་ཚང་མཁན་ཅིག་ཐོན་ཡག་གི་གོ་སྐབས་དེ་འདྲ་ཡོད་རེད་འོ་དེ་ཅིག་ཞུ་ཡག་ཡིན་དེ་ནས་ཐོན་པའི་རྗེས་ལ་གར་ཡོང་གི་རེད་ཟེར་ཡག་དེ་ད་ཅིག་འདི་འདྲ་ཅིག་ཡིན་ད་ད་ངས་ཞུ་ཡག་དེ་དེ་སེམས་པའི་རྗེས་ལ་ཡག་ངས་རེ་བ་ཅིག་ཞུ་ཡག་ལ་ཡག་ད་ང་རང་ཚོའི་སོ་སོའི་རིག་གཞུང་གལ་ཆེན་པོ་ཡིན་པ་དེ་ཚང་མས་མཁྱེན་གི་ཡོད་རེད་ཡིན་ནས་ཨ་ནེ་རིག་གཞུང་གལ་ཆེན་པོ་ཡོར་ཏེ་ང་རང་ཚོ་འདི་སྦྱོང་བརྗོད་སྤེལ་གསུམ་བྱས་ཏེ་ང་རང་ཚང་མས་ཀྱི་ལས་འགན་རེད་ཚང་མས་ཀྱི་གར་སོང་བར་ད་ད་འདའ་བ་དང་མ་འོངས་པ་གཉིས་ཀའི་ཀྱི་ལས་ཀྱི་སྐལ་བ་དང་འབྲེལ་བ་ཡོད་པ་ཆགས་ཡོད་པ་སོང་ཙང་ཨན་སན་སི་ན་ངས་ཚོས་ཀྱི་སོ་སོས་གསན་ཡག་རེད་དེ་ལག་ལེན་བསྟར་ཡག་རེད་ད་ག་ན་བཞིན་མི་གཞན་ལ་བརྒྱུད་སྐུར་གནང་ཡག་རེད་ཨ་ནེ་གཅིག་གར་སོང་རེད་ཁྱབ་བསྒྲགས་གནང་ཡག་རེད་དེ་འདྲའི་ཐོག་ལ་ཡག་ཨ་ནེ་རོགས་འདེགས་དང་གཞོགས་འདེགས་གནང་རོགས་གནང་འོ་དེ་ཞུ་གི་ཡོད་ཐོ་ཆེ་ན།